ཚགས་པར་མང་ཉུང་གི་ཆ་གི་ཁྱད་པར་ཟེར་དགོས་ནི་རེད་དཱ། དེའི་ཁྲོད་ཀྱི་ཚིག་རྒྱན་གྱི་ཆ་གི་ཁྱད་པར། འདི་ཆོས་ཁྱད་པར་འདི་མོ་བ་ངག་གི་ལ་ཀ་ངག་གི་སྟངས་ན་ཁྱད་པར་ཡོད་གི། དེ་ལ་ཆི་ཁའི་རེ་ཟི་ན་ད་ཞིབ་ཆ་ལས་ཡོང་ན་ག་རེད་འདི། དུས་ཡུན་རིང་ཐུང་གི་ཆ་གི་ཁྱད་པར་འདི། འདང་རྒྱབ་ན་ཤེས་ཐུབ་གི།

ངག་རྩོམ་རི་མོ། གཙང་པོ་དུས་སྐབས་ཀྱི་རྗེས་ལུས་རྣམས་ཀྱིས་བླངས་བའི་མགུར་བྲིས་དང་དག་མགུར་བྲིས། མགུར་དེ་འདྲ་རྩོམ་མགུར་དག་གོ། ཡིག་ཐོག་ནས་བརྩམས་པར་མ་རེད། ཡིག་ཐོག་ནས་བརྩམས་པ་མ་རེད་ངག་ཐོག་ནས་བརྩམས་པ་རེད་མོད། ངག་ཐོག་ནས་བརྩམས་པའི་མགུར་དེ་དག་ཏུ། ངག་ནས་ངག་ཏུ་རྒྱུད་ལས་མ་ར་ཡོང་ནས། ཡི་གེ་ཡོད་པའི་དུས་སྐལ་བ་དག། ཡིག་ཐོག་ཏུ་བཀོད་པར་སླ། དེ་ནི་རྒྱུ་མཚན་གྱིས། འདི་ངག་རྩོམ་ཡིན་པ་དང། མེ་ལོང་མེ་ལེགས་ལྟར་བརྩམས་པའི་སྙན་ངག་དག་གོ། ཆེས་ཐོག་མ་རྩོམ་མགུར་ནི་སྐབས་སུ་ན་མ་དགོས། ཡིག་ཐོག་ནས་བརྩམས་པ་རེད་མོད། རེད་ལ། གཅིག། ཡིག་རྩོམ། རྩོམ། ཆེས་ཐོག་མ་རྩོམ། རྩོམ་གོ་ནས་སྐབས་སུ། གཅིག། ངག་རྩོམ་ཡིན་པ་དང་གཅིག། ཡིག་རྩོམ་ཡིན་པའི་ཁྱད་པར་དེ་གཉིས་བྱུང་སྟངས་ནི་རི་མོ། དེ་དག་ན། རྩོམ་ཚིག་གི་རྣམ་པ་གི་ཆ་ནས་བཤད་ཡོང་བར་ཐག་གོ། གི་གཉིས་ཁྱད་པར་དང་ཡོད་སྟངས་ནི་རི་ལ། ངོ་འདི་རེད། དེ་མན་ཆད་ལ་ཡོང་ན། རྩོམ་ལུས་ཀྱི་ཆ་ནས་རི། རྩོམ་ལུས་ཀྱི་ཆ་ནས། སྐད་ཐག་གོ། ན་རིམ་འགར་ལི་ལ་རྐང་བའི་བཅད་པའི་ལུས། ལུས་དང། མེ་ལོང་མའི་ལུས་ལྟར་བརྩམས་པའི་བརྙན་གྱི་ལ། བཅད་ལུས་ཀྱི་པད་མ་གང་ཡང་རང་ཟེར་དགོས་ནོ།

འདི་ཡིན་ན་རེ་ཞིག་འདོད་པ་ཡི། དོན་གྱི་རྣམ་བཤད་ཚིག་གི་གྲངས། དང་ནི། དེ་ཡང་ཚིག་བཅད་ལྷུག་པ་དང། སྤེལ་མ་རྣམ་གསུམ་ཉིད་དུ་གནས་དེ་ནི་འཐབ། རེ་ལ། འདི་ཡིན་ན་རེ་ཞིག་འདོད་པ་ཡི། དོན་གྱི་རྣམ་བཤད་ཚིག་གི་གྲངས། དེ་ཡང། ཚིག་བཅད་ལྷུག་པ་དང། སྤེལ་མ་རྣམ་གསུམ་ཉིད་དུ་གནས་དེ་ནི་རི་མོ།

རེད་ལ། ཚིག་རྐང་ལྔ་ཅན་གོ། དྲུག་ཅན་གོ་ཡང་ན་བདུན་ཅན་གོ། དུ་མོ་རེའུ་དང་ནི་རེ་ལ། འོ་དེའུ་དང་ནི་རེ། དེ་ནི་རྒྱུ་མཚན་གྱི་ཧུ་ལུ་ཀ་ཞེས་པའི། ཧུ་ལུ་ཀ་ཞེས་པའི་ཐ་སྙད་ཀ་ངུ་མ་བྱུང་འོག་གི་ཟིན་ན་ངུ་མ་བྱུང་མེད་ཀི། བྱུང་མ་དང་བྱུང་མེད་དང་རེ་ད་གོ་ད་ཁུག་ངུག་རྩོམ་གྱི་ནང་ན་ཅེ་པི་ལིས་ཅེ་པི་ལིས་གོ་ནོ་ཏི་ངུག་རྩོམ་ཧྲིལ་བོའི་ནང་གི་ཚིག་རྐང་གཉིས་དོ་མཉམ་སོང་ན་ཆོག་གོ། ཚིག་རྐང་གཉིས་དོ་མཉམ་སོང་ན།

ཨོ་ཏི་རེད། དེ་ཕྲུ་གུ་ད། འདི་གི། མེ་ལོང་མའི་ལུགས་ལྟར་བརྩམས་པའི་སྙན་ངག་དང། ག་གི། ན་རིམ་འགར་ལི་གཉིས་ཀྱིས་ཁྱབ་སྤེལ་གི་ལ་ཁ་གི་ཁྱབ་སྤེལ་སྔ་བ་མོ། ཚིག་རྒྱན་གྱི་ཆ་ནས་རེད་ལ། ཚིག་རྒྱན་གྱི་ཆ་ནས་འོ་ཆི་ཀོ་ལྷ་གི། ན་རིམ་འགར་ལི། བཙན་པོ་དུས་སྐབས་ཀྱི་རྗེ་བློན་རྣམས་ཀྱིས་བླངས་བའི་ན་རིམ་འགར་ལི་གི་ནང་ན་རྒྱན་བཀོད་ཡོད་པར་ཟེར་ན་རྒྱན་བཀོད་འོག་གི་ཚིག་རྒྱན་ཡོད་གི་ཟེར་ན་ཚིག་རྒྱན་ཡོད་གི། ཚིག་རྒྱན་ཡོད་གི་ར་ཉུང་ཤས་ཙམ་ཟིག་རེད།

དགོན་གཞུང་མི་བོའི་རྡོ་རིང་གི་ཡི་གེ་རེད་ལ། དགོན་གཞུང་མི་བོའི་རྡོ་རིང་གི་ཡི་གེ་འདི་དགོངས་འདུས་བྱ་རྒྱུ། འདིའི་ནང་གི་འོ་ཆེ་དེ་རིང་ནང་དོན་དང་མོ་འདི་དགོངས་འདུས་བྱ་རྒྱུ། དགོན་གཞུང་མི་བོའི་རྡོ་རིང་གི་ཡི་གེ་ཇི་ལྟར་བཞེངས། མ་རེད་འདི་དགོན་གཞུང་མི་བོའི་རྡོ་རིང་གི་ཡི་གེ་བཞེངས་བའི་དགོས་བ། ད་དགོངས་དོན་གཅིག་རེད། ནང་དོན་གཉིས་བ་ལ་ཀ་གི་རྡོ་རིང་གི་ཡི་གེ་ལས་མཚོན་པའི་ལོ་རྒྱུས་ཀྱི་དོན་གནད་སྐོར་ཚིག་ནོར་དག་ཤེས་དགོས་གི། དེའི་ཁྲོད་ཀྱི་ད་གསུམ་པ་གི་ལ་ཀ་གི་གང་ཤེས་དགོས་གི་ཟེར་ན། རྡོ་རིང་གི་ཡི་གེ་ལས་མངོན་པའི་བཙན་པོའི་དུས་སྐབས་ཀྱི་སྐད་དང་ཡི་གེ་ཀྱི་ཁྱད་ཆོས།

ཁྲང་ཆིན་མཐུན་སྒྲིལ་རྡོ་རིང། ཁྲང་ཆིན་མཐུན་སྒྲིལ་རྡོ་རིང་ཟེར། དེའི་ཁྲོད་ཀྱི་ད་ཝུན་ཤང་མུའུ་རྡོ་རིང་གི་ཡི་གེ་ཡང་ཟེར། ད་ཉང་པོ་སྟེང་གི་ལ་ཀ་གི་གསུམ་ཞེས་ད་གསུམ་མཐུན། ད་ལྟ་ཁྲང་ཆིན་མཐུན་སྒྲིལ་རྡོ་རིང་ཟེར་ཁོ་ནའི་འདི་མ་གཞི་གཙོ་བོ་རྒྱ་ཡིག་གི་ལ་ཀའི་ཡོང་འདི་རེད། འདི་གི་ཡི་གེ་འདི་ཇི་ལྟར་བྱུང་བ་ཡིན་ཟེར་ན། རྒྱ་ཡིག་སྒྲ་འགྱུར་འདི་ཡོང་འདི་རེད།

ཕྱོགས་བཞིར་དམག་དྲངས་བ་ལ། དམག་དྲངས་ཀྱི་དྲངས་ཀྱི་སོང་སྟེ་ཐང་ཆུང་བ་དང་གང་ལ་ཐིག་སོང་ནུས་ན་ཁྱིམ་མཚེས་རྒྱལ་ཁབ་ཐང་རྒྱལ་རོལ་བ་ཐིག་སོང་ནུས་ལ། ཐང་རྒྱལ་རོལ་བ་ཐིག་སོང་ཚེ་ཐང་རྒྱལ་རོལ་བ་ཐིག་སྟེ་ཐང་ཆུང་ཐོག་མར་ཐང་རྒྱལ་རོལ་བ་གཉིས་ཀྱི་དབར་འབྲེལ་འདྲིས་གཞུང་འཇོག་གི་མདོ་རྣམ་རིགས་ན་དྲུག་བརྒྱ་དྲུག་བརྒྱ་རེ་སུམ་ཅུ་སོ་བཞི་གི་ལོ་རེད། ད་ལོར་གྱི་ཡིག་ཆ་ནང་ལྟར་ཡང་བར་ཐག་གོ་དྲུག་བརྒྱ་རེ་སུམ་ཅུ་སོ་བཞི་གི་ལོ་འདི་དགོངས་ཏེ། དྲུག་བརྒྱ་སུམ་ཅུ་སོ་བཞི་ལོ་ཀ་སྲིད་སྐྱོང་མཁན་གྱི་རྒྱལ་བོ་ནི་རྒྱལ་བོ་ཀན་དྷ་གོ། སྲོང་བཙན་སྒམ་པོ་རེད་གོ། སྲོང་བཙན་སྒམ་པོ་གི་སྲིད་སྐྱོང་དགོངས་ནས་སྐབས་དེ་དགོངས་ཏེ་རེད།

གཏེར་ཁང་མ་ཉེས་ནོར་གྱི་རྒྱུ་མཚན་ར་ཆེ་ཟེར་ཟིན་ན་དགའ་ཐུག་སྟེ། ཐང་རྒྱལ་རི་བ་ཚོ་མགྱིགས་ན་འོ་ཆི་འདི་གི། འོལ་ཙེ་འབི་རྒྱལ་ཁབ་ནི་དེ་འདྲ་སྙིགས་ན་མི་འཇོག་གོ་མཐོང་ཆུང་བྱེད་པ་ཚོ་ཁོ་ནར་ལ་ད་ལྟ་ར་མ་རྗེ་གཙོ་བོ་ཆིས་ལྟར་མེད་པ་ཐ་ཁུབ་ཅིག་ཡིན་པ། ག་གི། ག་ལ་ལི་ཡིན་པ་ལ་སོགས་པ་གཏི་མུག་གི་ད་ད་ཚིལ་ཡང་དག་མ་ཡིན་པ་ད་ཚིལ་ངན་པ་ཟིན་ན་ཆོག་གི་གཏི་མུག་འཛིན་དགོས་ནོ་སྐབས་འདིར་འདི་གང་ནས་གདམས་ཁ་ཞིག་ཐོས་བ་ཟིན་ན་ཨོ་ཆེན་འདི་གི་རྒྱ་བཟའ་ཀོང་ཇོ་ཁབ་ཁབ་ཏུ་བཞེས་པའི་སྐབས་སུ་བློན་དཔོན་འགར་རྒྱ་ཚ་ཁྲང་ཡོད་ན་སོང་ནས་རེད། འདི་གི་རྒྱ་བཟའ་ཀོང་ཇོ། སྲོང་བཙན་སྒམ་པོ་གི་བཙུན་མོར་བསུ་དགོས་ནས་སྐབས་དྲུག་བརྒྱ་རེ་བཞི་ཕྱེད་གཅིག་གི་ལོར་ལ། འདི་དྲུག་བརྒྱ་རེ་སུམ་ཅུ་སོ་གཅིག་གི་ལོར་མོ། དྲུག་བརྒྱ་རེ་བཞི་ཕྱེད་གཅིག་གི་ལོར་སོང་ནས་སྐབས་དེ་དག་དེ་རེད། འདི་གི། ཐང་གི་རྒྱལ་པོ་གི། རྒྱ་བཟའ་ཀོང་ཇོ་ནི་བོད་ལ་མི་སྟེར་མི་སྟེར་འདུག་རྒྱུ་མཚན་ཇི་ལྟར་ཟེར་ན་བོད་ལ་ཆུའི་དར་མེད་སོ་ཆུའི་ས་ཆུའི་ཡུལ་མིན་སོ། ཡང་ན་མཐའ་འཁོབ་ཀྱི་ཡུལ་ཡིན་སོ་ཟེར་ཏེ་དང་ཁྱུང་བོ་སྟེར་ཁ་མ་ཉིད་ནས་འཐམ་མོ།

ཏི་ལ་སོགས་པ་གི་ཕོ་ཉའང་བོད་སྐད་ཡང་གཏོང་གི། བོད་ཀྱི་རྒྱ་རིགས་སུ་གཞི་བདག་དག་གོ་ཐང་གིའང་ཚེ་ར་ཕོ་ཉའང་གི་བདག་དང་བྱུང་ནས་ར་དགའ་སྟོན་བསྟན་འགྲོ་ཞུ་བ་སོགས་ཀུན་ནས་ལ་དང་མོ་གི་ཕོ་ཉའང་གི། དེའི་ཧན་ཆད་ཀི་ར་ར་དག་གི་དམག་དོན་གི་ཕྱོགས་ཡང་ན་མཛའ་མཐུན་གི་ཕྱོགས་གང་ཕྱོགས་གང་ཡིན་སོགས་ཆ་ནས་ར་ཕོ་ཉ་རྒྱུན་མི་ཆད་པར་བྱུང་གི་འདུག་གི། གཏོང་གཏོང་ནི་དུ་མོ་ཟེར། ད་ལོ་ངོ་ཉིས་བརྒྱ་ཙམ་སོང་ནོ་འདིའི་རང་ཨ་ཐང་བོད་གཉིས་ཀྱི་བར་ར་ཕོ་ཉ་བཏང་ནོ་སྤྱི་བདུན་པའི་ཐང་བརྒྱ་ར་དགུ་བཅུ་གོ་གཅིག་བཏང་ནས་འོང་ཟེར་གོ། དེའི་ནང་གི་ཐང་གི་ཚད་ར་འོད་ལ་ངག་ནོར་བུ་ཕོ་ཉའི་ཐང་དྲུག་ཅུ་རེ་དྲུག་དང་འོད་ཀྱི་ཧ་ར་ཐང་ངག་ནོར་བུ་ཕོ་ཉ་ནི་ཐང་བརྒྱ་ར་ཉི་ཤུ་རྩ་ལྔ། བཅུ་སྟོང་པའི། བརྒྱ་ར་དགུ་བཅུ་གོ་གཅིག་རེ་ལ་འོད་དུ་བཟློག་སྟེ། ད་འདིའི་ནང་གི་ཆུ་ཤེལ་ཐུབ་ནི་རེ་ན་ཁྱིམ་མཚེས་རྒྱ་ཁུ་བའི་ནོར་རྒྱུ་མཚན་གྱི་དམག་འཁྲུག་ནི་དེའི་རྒྱུན་དུ་རྒྱག་གི་འདུག་གི་རེད་འོར་གི་རྫ་འཐེན་གྱི་འབྲེལ་བ་ཡང་རྒྱུན་ཆད་མ་མྱོང་ཟི་རྒྱུན་ཆད་མ་མྱོང་ན་གང་ནས་ཤེས་ཐུབ་གི་ཟི་ན་ཕོ་ཉའི་ཐང་གང་མང་དང་དེའི་ཇོ་བོ་ཉིད་ཀྱི་ལག་སྐྱེས་འབུལ་བ་དང་ཡང་ན་གཏམ་བཟང་སྒྲོན་པ་སོགས་གོ་ནི་རེ་ལ། དགའ་སྟོན་བསྟན་པའི་བྱ་བ་ལ་སོགས་པ་སོགས་ནོར་ལ་དུ་མོ་ལ་སོགས་པ་གི་བྱེད་སྒོ་མང་དུ་སྤེལ་བར་མ་བྱས་ལ། ལོ་ཟློ་ངོ་ཉིས་བརྒྱ་ཙམ་སོང་ནོ་འདིའི་རང་གཉེན་འབྲེལ་གྱི་འབྲེལ་བ་ཐང་ཉིད་བྱུང། དྲུག་བརྒྱ་རེ་སུམ་ཅུ་སོར་དགུའི་ལོ། མར་ཀོ། དྲུག་བརྒྱ་རེ་སུམ་ཞེ་གཅིག་རེ་ལ། དྲུག་བརྒྱ་རེ་སུམ་ཅུ་ཞེ་གཅིག་གི་ལོ། རྒྱ་བཟའ་ཀོང་ཇོ་དང། དེ་ནས་བདུན་བརྒྱ་རེ་སུམ་ཅུ་ཞེ་གཉིས་ཀྱི་ལོ་ཡིན་ཏམ།

གཏི་མུག་ལ་སོགས་པ་ཚེ་ར་འཁྲུག། དེ་ནས་ཡང་དེའི་སྐྱེ་མཆེད་དེ་དང་ཕྱོགས་ནས་ཐང་གི་བློན་པོ་འདི་གི་ཤོད་རིན་ཀུའི་སྐུ་ནོར་དེ་གི་ཨ་མི་གི་མི་ང་ཟི་ཀྲང་ཡོང་ནས་ར་མཚོ་སྔོན་གི་མཚོ་སྔོན་ཞིང་ཆེན་གི་འོ་ཆི་ཆབ་ཆ་ཆབ་ཆ་ན་འདི་ན་ཆུས་རྒྱུའི་ཐང་སི་ཅི་ཟུང་ནོ་དེ་ནས་ཡང་ཐང་དང་བོད་གཉིས་ཀའི་དམག་འཁྲུག་པ་ཡིན་ནོ་དེ་གི་ལོ་རྒྱུས་དེ་ར་ཡོང་གི་ད་དམག་འཁྲུག་ཐང་གང་མང་བྱུང་བ་རེད། དེ་ཡན་ཅིག་གི་ད་རྒྱལ་བོ་ཁྲི་སྲོང་ལྡེ་བཙན་གི་རང་ཨ།

རྟ་མགྲིན་འདུམ་འགྲིག་གང་གང་བའི་གཟུགས་རྣམས་གཟིགས་ལ་འདུམ་འགྲིག་གཟིགས་ན་རྟ་འདི་ཕྱོགས་རེད། འདིའི་བར་འདི་འདུམ་འགྲིག་ཐང་སྟོང་ངོ་ཞེས་པ་བདུན་བརྒྱར་བཞི་གི་ལོ་རེད། བདུན་བརྒྱར་བཞི་གི་ལོ་འདུམ་འགྲིག་ཞེས་གཟིགས་ནོ་མི་འདི་ས་ཆ་གང་ནས་འདུམ་འགྲིག་ཡིན་ནམ་ཡང་ན་འདུམ་འགྲིག་གི་ཆང་ཡིག་ཡང་ཡོད་གི་ཟེར་ན་མེད་གི། འདུམ་འགྲིག་ཆང་ཡིག་མེད། ཐང་ཉི་བ་མོ་བདུན་བརྒྱར་བཅུ་དགུ་གི་ལོ་རེད། བདུན་བརྒྱར་བཅུ་དགུ་གི་ལོ་བོད་ཀྱི་རྒྱལ་བོ་ཁྲི་ལྡེ་ཚིག་བརྟན་དང། འདི་གི་ཐང་གི་རྒྱལ་བོ་ཐང་ཞོལ་རྫོང་གཉིས་སྐབས་རེད། ཐང་ཞོན་ཙུང་གཉིས་སྐབས་འདི་དགོན་སྡེ་ད་འོ་ཆུ་འོག་གི་ཡིག་ཚང་ནི་མེད་ཀི་རྒྱ་ཡི་ཡིག་ཚང་ནང་ན་ཐང་ཞོན་ཙུང་གི་སྐ་བ་འདུམ་སྒྲིག་བྱས་ཟིན་འདུམ་སྒྲིག་གི་ཆང་ཡིག་དང་བཅས་བ་འོག་གི་ཆང་ཡིག་དེ་ལྟར་ཚང་བར་ད་གོ་འདི་གི་ཆང་ཡིག་འཇོག་སུ་གི་ས་ཆ་གང་ང་ཁེའོ་གི་ཟི་ན་འདི་ན་ཧི་ཡོན་ཟི་གོ་ནོ་འདེ་ཁེའོ་གི། འདི་འདི་ཁི་ཞིབ་དོན་འགྲེལ་རྒྱ་གི་ལོ་རྒྱུས་ཧུ་ཅང་ནང་ན་འགྲེལ་རྒྱག་སྟངས་ལྟར་ཡོང་བར་ད་གོ་འདི་གི་ཐང་གི་ཡིག་ཚང་ནང་ན་བ་ནོ་གི་ཧི་ཡོན་ཟི་གོ་ནོ་ཐང་ཞོན་ཙུང་སྐ་བ་བཞག་ནོ་གི་ཆང་ཡིག་འཇོག་སུ་གི་ས་ཆ་ཧི་ཡོན་ཟི་གོ་ནོ་འདི་གང་ངེ་འཛིན་གོ་གི་ཟི་ན་འོ་ཆུ་ཨ་མ་སྟོད་ཟི་གོ་ནོ་དེ་ངེ་འཛིན་གོ་གི། རྨ་བརྟུལ། རྨ་བརྟུལ་ལ་ཟེའུ་ཀར་མདངས་རྒྱས་པའི་ཚོགས་རྣམས་རྨ་བརྟུལ་ཟེར་ཐག་གོ་རྨ་ཆེན་བརྟུལ་རྒྱུད་ལ་རྐང་བླངས་རྐང་བླངས་རེ་ཐག་གོ་ས་ཆ་ཁྱབ་ཁོངས་ཆེ་གི་རྐང་ངེས་འཛིན་དགོས་ནི་མི་ཤེས་ག་ཧ་ཆེར་མཚོ་སྔོན་ཞིང་ཆེན་མགོ་ལོག་བོད་རིགས་རང་སྐྱོང་ཁུལ་ན་རྨ་བརྟུལ་ཚིགས་ཀྱི་ས་ཆ་བཟང་ནི་རེད་ལ། དེ་ལྡོག་སྟེ་རྐང་བ་བླངས་ནི་ཡིན་རྒྱུ་རེད་བསམ་ཁྱེད་ཐུན་མོང་གཟུགས་རེད། དེའི་འཕྲོ་གི་ད་ཐང་སྲིན་པ་མོ་རེད། ཐང་སྲིན་པ་མོ། བདུན་བརྒྱ་རེ་སུམ་ཅུ་སོ་གསུམ་གི་ལོ་རེད། བདུན་བརྒྱ་རེ་སུམ་ཅུ་སོ་གསུམ་གི་ལོའི་ལོ་བཞག་ནི་འོ་ཆང་ཡིག་འདི་ཡང་ཆང་ཡིག་གང་ནས་བཞག་པ་འདི་རྒྱ་གི་ཡིག་ཚང་གི་ནང་ན་ཐང་གི་ཡིག་ཚང་ནང་ན་ཡོད་གི། ཐང་གི་ཡིག་ཚང་ནང་ན་ཡོད་ནོ་འདི་རྐང་ངེས་འཛིན་དགོས་གི་ཟེར་ན་ཁྲི་གླིང་ཚུགས་གི་ནོ་ས་ཆ་འདི་ངེས་བཟུང་གི།

སྟོང་སྐུར་ནི་ལ། སྟོང་སྐུར་སྐུ་ནུ་ས་བཅད་དུ་ནི་བཞག་པ་རེད། དེ་མ་རང་བ་དེ་དང་ཆུང་བ་ནི་ཐང་གསུམ་པར། བཞི་བ་ར་ལྔ་བ་གཉིས་ཀ་རེད། བདུན་བརྒྱད་ར་བཞི་བཅུ་ཞེ་གཉིས་ར། བདུན་བརྒྱད་ར་དྲུག་བཅུ་རེ་བཞི་ལོ་གཉིས་ཀ། འདི་གཉིས་ཀ་ཆིངས་ཡིག་བཞི་དང་གསུམ་དེ་ཆིངས་ཡིག་ས་བཅད་གང་ནས་བཞག་ནས་ནི་ཡང་ན་ཆིངས་ཡིག་གི་ནང་དོན་ཅི་འདྲ་ཞིག་ཡིན་པ་ཡང། འདི་གི་ཐང་གི་ཡིག་ཚང་ར་ཡང་ན་འོག་གི་ཡིག་ཚང་གང་གི་ནང་ན་ཡང་ད་གསལ་བོ་མཐོང་རྒྱུ་མེད། དེའི་ཁྲོད་གི་ད་བདུན་བརྒྱད་ར་བརྒྱད་བཅུ་གྱ་གསུམ་གི་ལོ་གི་ཆིངས་ཡིག་འདི་དག་གོ་འདི་རེད། བདུན་བརྒྱར་བརྒྱ་ཆའི་བརྒྱ་གསུམ་དགུ་ལོ། བདུན་བརྒྱར་བརྒྱ་ཆའི་བརྒྱ་གསུམ་དགུ་ལོ་གི་ཆའང་ཡིག་གཞུང་ནང་དོན་དུ་བཀོད་འདུག་ཀ་གི་ཀ་ཟེའུ་ཀ་ཞེས་ནི། རྒྱ་གི་ཡིག་ཚང་གི་ནང་ན་འདི་ཡིག་ཆིན་ཧྲུའེ་ཏི་ཟེའུ་ཀ། འདི་དག་བཀོད་འདུག་རེད། ད་འོ་ཕྱིའི་དེ་རིང་འདི་ན་རྡོ་རིང་གི་ལ་རྡོ་རུ་དབོན་ཞང་མོ་ཡོས་རྡོ་རིང་གི་ཡི་གེའི་ངོ་སྤྲོད་བཀོད་འདུག་འདིར་གོ། འདིའི་ནང་ན་ཡང་རྒྱ་བརྒྱར་ཉི་ཤུ་རྩེག་གཅིག་དང་ཉི་ཤུ་རྩེག་གཉིས་ཀྱི་ལ་ཀ་གཉིས་ཀྱི་ལོ་འདི་གཉིས་ཀྱི་རིང་ལ་ཆའང་ཡིག་བཞག

ཁྲིག་ཐང་ན་ད་འགྲིག་གི་མེད་གི། ད་གི། ང་དང་ཁྲེལ་བ་ཅན་འདྲ་ཐང་མོ་རྫོང་སུ་སྐུ་ནུར་ལ། འདི་གཉིས་ཀྱི། དེ། ལོ་ངོ་ཉིས་བརྒྱ་ཙམ་འགོར་ནོ་འདི་ཉིན་འདི་འདི་གི་རི་ང་འདུམ་འགྲིག་ཐང་མ་བརྒྱུད་བྱས་ཚིག། འདུམ་འགྲིག་ཐང་མ་བརྒྱུད་བྱས་ཚིག། ཆང་ཡུག་ཡོད་པ་ནི་ཐང་སྔོན་མ་རི་ད་ཀོ་ཐང་གཅིག་རེད་དེ་ད་ལྟ་རི་ད་ཀོ་ཐང་གཉིས་བ་རེད། མ་འདི་གི་རྒྱབ་རྒྱ་རི་གཉིས་ཀྱི་ཚིག་གཅིག་དང་ཚིག་གཉིས་ཀྱི་ག་གི་ཆང་ཡུག་ཡོད་གི་དེ་ཁྲོད་གི། བདུན་བརྒྱ་རི་བརྒྱ་ཆིག་བརྒྱ་གསུམ་གི་ལོ་ཆང་ཡུག་ཡོད་པ། ད་འདི་གི་རི་ང་འདུམ་འགྲིག་འདུམ་འགྲིག་ཐང་བརྒྱུད་བྱས་བ་དང་ཆང་ཡུག་ཡོད་པ་ནི་ཐང་གཉིས།

ཆང་ཡིག་བསྐོལ་མྱོང་ཟིག་ན་ཆང་ཡིག་བསྐོལ་མྱོང་ཟིག་བསྐོལ་མྱོང་ཟིག་རེད་ར་བསྐོལ་མ་ཆོད་ཟིག། ཡང་ནི་ཡང་དུ་ཁྲིག་གི་འདུག་གི་ཟིག་གོ་ནི་ར། ཁྲིག་བཏང་ན་ད་དུས་ད་ལྟ་ད་འོ་ཉི་གི་ཆུ་ཚོད་ཡིན་གོ་དགོས་ཟིག་ན། ཆང་ཡིག་འདུམ་སྒྲིག་བྱེད་པར་མ་ཚད་ཆང་ཡིག་བསྐོལ་དགོས་གི་ཆང་ཡིག་བསྐོལ་དགོས་བསྐོལ་པར་མ་ཚད་ལ་ཆང་ཡིག་གི་རྩ་དོན་དེ་དག་ད་རྡོ་རང་གི་ལ་ཀན་དྲི་དགོས་གི་དེ་མ་ཡིན་ན་ད་གཞིག་མ་གཞིག་མ་ནི་ཡང་འགྱུར་ཆོག་གི་ཡང་ཁྲིག་བཏང་གི་ཟིག་གོ་ནི་ར། དེ་གི་དགོས་བ་དེ་མིག་བརྡ་བཏང་ཆོག་ད་རྒྱབ་རྒྱ་རི་ཉི་ཤུ་ཚགས་གཅིག་རེད་ཚགས་གཉིས་གི་ལོ། ཆང་ཡིག་གི་ནང་དོན་དེ་རྡོ་རང་ལ་ཀན་དྲི་ནི་དེ་བཏང་ན་ད་འོ་ཆི་འདི་ན་གནས་འཛིན་གྱིས་བཟོས་ནོ། འདུམ་སྒྲིག།

ཐང་ར་ཝུལ་གཉིས་ཀའི་བར་གྱི་ས་མཚམས་སུ་གྱི་ནོ་ཁོ་ཐག་རེད་ཁོ་ཐག་རེད་བྲལ་བར་གི་འདིའི་སྐབས་ཀྱི་རྒྱབ་རྒྱ་ར་གཉིས་ཀྱི་ཚགས་གཅིག་ར་ཚགས་གཉིས་ལོ་གཞོགས་ནུབ་གི་ས་ཆ་དེ་ངེས་འཛིན་གི་མེད་གི་ད་ངེས་འཛིན་གི་མེད་ནུབ་གི་རྒྱུ་མཚན་ཇི་ཟེར་ཟིན་ན། སྤྱིར་གི་ར་རྒྱབ་རྒྱ་ར་གཉིས་ཀྱི་ཚགས་གཅིག་ར་ཚགས་གཉིས་ལོ་གི་གཞོགས་ནུབ་གི་ཆང་ཡིག་འདུག་གི་འདི་རྨང་གཞི་འཛིན་ས་བོ་གང་ཅི་དང་ཟིན་ན་བདུན་བརྒྱར་བརྒྱ་ཆ་བརྒྱ་ཆ་གྱ་གསུམ་གི་ལོ་ཕྱིར་བཤུས་ས་ཆ་ནི་གཞོགས་ནུབ་ཀ་དོག་གི་ནང་དོན་འདྲ་ས་གི་ས་མཚམས་ར་ཆིག་གི་ཆིག་མཚམས་འགྱིར་གི་མ་བཞུགས་ནི་རེད་ལ་འགྱིར་གི་མ་བཞུགས་ཡང་ཕྱིར་རྡོ་རང་བཞིན་བཞེངས་བ་ཙམ་རེད།

སྨན་རིས་ཀུན་ནོ་ཐ་སྙད་ཀའོ་ཀ། ཀ། སྨན་གྱིས་ཀུན་ནོ་ཀ་སྒྲ་འབྱིན་དུ་ཡོང་གཟིགས། དེ་ནི་རྒྱུ་མཚན་གྱི་རྟགས་གང་ལྟར་ཀྱང་རེད། རྒྱབ་རྒྱར་ཉི་ཤུ་རྩ་གཅིག་ལོ་རྩེག་གཉིས་ལོ་བཞུགས་ནོ་གི་ཆང་གིས་འདུག་འདིར་གང་ངེས་འཛིན་དགོས་ཟེར་ན། ཁྱེང་ཧྲིའི་མངའ་ཁོངས་ནའོ་ནོ་གི་ཁྱེར་ཤུའི་ཤན་ཀུན་ནོ་ས་ཆ་དེ་དང་དེ་འཕྲོ་གི་སྨད་ཆུ་ཤང་གི་མཐའ་སྐོར་གྱི་ས་ཆ་དེ་ངེས་འཛིན་གྱི་ཡོད། དེ་དང་ན་ད་དེར་འོང་ཕྱིན་ད་ས་ཆ་ཀུན་ནོ་གི་འདི་གི། བརྗོད་བྱ་ག་ལ་ཀ་གི་སྐབས་ཐོག་དེ་ང་དག་ཁྲི་རལ་བ་བཅས་ཐང་མོ་རྫོང་གཉིས་ཀྱི་བར་རྒྱབ་རྒྱར་ཉི་ཤུ་རྩེག་གཅིག་དང་རྩེག་གཉིས་ཀྱི་ལོ་འདུག་འདི་དབེན་ཤང་མོའི་རྡོ་རང་ས་ཀུན་ནོ་འདི་ཕྱི་ས་ག་བཞེངས་དགོས་དང་འདིར་བཞེངས་དགོས་ནོ་གི་དགེ་བ་དོགས་ཤིག་ད། ཨཀྵི་དྷ། ཨཀྵི་དྷ། ད་མདོར་འདི་ཡོང་ན། དྲུག་བརྒྱ་རེ་སུམ་ཅུ་སོ་བཞི་ལོ་ནང་མ་གི་རྒྱབ་རྒྱ་རུ་ཉི་ཤུ་རྩ་གཅིག་གི་ལོ་ལོ་ངོ་ཉིས་བརྒྱ་ཙམ་སོང་ནོ་འདིའི་རིང་བོད་བཙན་པོའི་རྒྱལ་ཁབ་དང་ཐང་རྒྱལ་རབས་གཉིས་ཀྱི་བར་མཛའ་མཐུན་གྱི་འབྲེལ་བ་བྱུང། གཉེན་སྒྲིག་གྱི་འབྲེལ་བ་ཐང་གཉིས་བྱུང་ཕོ་ཉའང་རྒྱུན་མི་ཆད་པར་བཏང། དེ་ཡི་ཁར་འོན་ཀྱང་དམག་འཁྲུག་ནི་རྒྱུན་མི་ཆད་པར་བྱུང་གི་འདུག་དམག་འཁྲུག་བྱུང་གོང་ནས་སྐབས་དང་པོ་དེ་ལྟར་རྒྱལ་ཁབ་གཉིས་ཀྱི་བར་དམག་འཁྲུག་མ་བྱུང་ན། བདེ་འཇགས་བུ་ལོན་གྱི་ན། ཞོད་འཇགས་བུ་ལོན་གྱི་ན་བསམ་ད་རྡོ་རང་ཞང་ནི་རི་མོ། རྡོ་རང་ཞང་ཀུན་ནོ་རྒྱུ་ཆེན་འཇམ་པ་ལ་ཀ་ཀ། ངི་མ་ངི་མ་ར་འདུམ་འགྲིག་མ་ཡིན་ན་རི་ཟི་ན་མ་ཡིན་ནི་མ་རེ་འདུམ་འགྲིག་བྱེད་མྱོང། ཆང་ཡིག་མ་བཞག་ན་རི་ཟི་ན་ཆང་ཡིག་མ་བཞག་ནི་མ་རེ་ཆང་ཡིག་བཞག་མྱོང། མྱོང་འདྲ་ར་བར་གི་རྡོ་རང་ཞང་མ་ཐུབ་ནོ་རྒྱུ་མཚན་གི་ངི་མ་ངི་མ་གི་ཆང་ཡིག་དང་ཡང་ན་ངི་མ་ངི་མ་གི་འདུམ་འགྲིག་ཏི་ཞི་མ་ཞི་མ་གི།

དྲུག་བརྒྱ་རེ་བཞི་བཞི་གཅིག་ལོ། རྒྱ་བཟའ་དཀོན་མཆོག་དང་བདུན་བརྒྱ་རེ་གཅིག་གཅིག་ཐ་མག་ལོ། ཁྱིམ་ཁྱུང་དཀོན་མཆོག་ཚེ་ར་གདན་དྲངས་ནས་བོད་མིར་བརྩེ་བར་ལ། དེ་དགོངས་ཏེ། དེ་ཡི་དད་དང་ཆུང་བ་གཉེན་སྒྲིག་ཅི་འདྲ་བ་ཐང་གཉིས་བྱུང་དད་དང་ཆུང་ནས་ཐང་དབུལ་གཉིས་ཀྱི་བར་གྱི་མཛའ་བརྩེ་སྔར་ལས་ལྷག་པར་ཇེ་ཟབ་ཏུ་བཏང། སྐབས་དེ་དག་ཐང་འདི་གི་ཐང་དབུལ་གཉིས་ཀྱི་བར་དམག་འཁྲུག་ཐེངས་མང་བྱུང་བ་དེ་ལ་འགྲེལ་བྱས་དད་དང་ཆུང་ནས་བཀའ་མོལ་གནང་སྟེ་ས་ལ་ས་མཚམས་ཁྱི་ལ་ཁྱི་མཚམས་ཡང་ཐང་མང་རུང་བྱས་ནས་ལ། ད་ལྟའི་རིང་བོ་ཆེ་འདི་ན་ཤ་ཁི་དང་ནུ་ཐང་བརྒྱུད་ལ་བྱས་པར་མོས།

དེ་ནི། རྡོ་རིང་བོའི་པར་ནི་ཐང་གཅིག་རེད། དེ་རིང་བོ་ཆེ་འདི་ན་ངོ་སྤྲོད་བྱེད་སྲིད་ཀྱི་འདུག་འདི་རེད། འདི། འདི་གི་ནང་དོན་འདི་ད་ཅི་ངོ་ན་ངོ་སྤྲོད་དང། ད་འདི་ཏག་ཏག་གང་ཁེའུ་ནར་ཟིན་ན། རྡོ་རིང་འདི་བཞེངས་དགོས་པའི་དགོས་བ། ཅི་ཞིག་ཡིན་པ་ཚིག་གོ་ནར་སླ། འོ་འདི་འདི་རེད། དེའི་གྲོགས་ད་ག་རེད་ཕྱིན་ནས། དེ་མ་ཕྱིན་ནས། རྡོ་རིང། རྡོ་རིང་གི་ཡི་གེ་འདི་སྐབས་དེ་གི་ཐང་ཝུལ་གཉིས་ཀྱི་བར། མཛའ་མཐུན་ཡོང་འདུག་གི་ན་གན་གྱི་ཡི་གེ་ལྟ་བུ།

བྱང་ཚད་ལ། མི་གཅིག་མི་སྟོང་གི། ཐིག་གྲངས་ཆུང་ངུ་དགུ་ལྔ་བ་དང་ནི་ལ། ཐིག་ཚད་ལ། ད་མི་ཚ་བ་ཟིག་རེད། ཐིག་གྲངས་ཆུང་ང་རི་མོ། ཕྱོགས་ངེས་བཞི་ན་ཡི་གེ་ཡི་གེ་ཡོད་པ་རེད། ཕྱོགས་ངེས་བཞི་ན་ཡོད་གི་ཡི་གེ་ཡོད་ནོ་ནང་གི་ནུབ་ངེས་ནའོ་ནོ་རྒྱ་བོད་ཤན་འབྱེད་ཀྱི་ཡི་གེ་ཡོད་ནི་རེད། ནུབ་ངེས་ནའོ་ནོ་གི་རྒྱ་བོད་ཤན་འབྱེད་ཀྱི་ཡི་གེ་ནི་ད་ཆ་ཟེར་ན་དཀའ་ཐུག་སྟེ་ཆིངས་ཡིག་བཞག་ནོ་གི་ཆིངས་ཡིག་གི་རྩ་དོན། ད་ཆང་ཡིག་ཡོངས་རྫོགས་ཀྱི་རྡོ་རིང་གི་ཡི་གེ་ལ་བཀའ་འདྲི་བགྱིས་ཟིན་ན་རྡོ་རིང་གི་ལ་བཀའ་ཆེན་ན་མ་རེད། དེ་ནི་རྒྱུ་མཚན་གྱི་ཆང་རིགས་ཆང་ཡིག་གི་ནང་དོན་རྡུལ་མ་ཡི་དེ་དང་ཁྱུང་རྩ་དོན་ལྟ་བུ་ཟིག་ཁོ་ནར་ལབ། འདི་ལྟར་རྡོ་རིང་ནུབ་ངོས་ནུབ་ངོས་སུ་རྒྱལ་བོའི་རྒྱལ་བོའི་ཁེངས་འགྱུར་གྱིས་བསྐོར་ཡོད་པ་རེད། རྡོ་རིང་ཤར་ངོས་ན་བོད་ཡིག་རྐྱང་བ་རེད། རྡོ་རིང་ཤར་ངོས་ན་བོད་ཡིག་རྐྱང་བ་ཡོད་པ་འདི་ཐད་ཀར་གྱི་འདིའི་འདུམ་འགྲིག་ཆང་ཡིག་ལ་འབྲེལ་བ་འོག་གི་ཟིན་ན་འབྲེལ་བ་མེད་ཀི། རྡོ་རིང་ཤར་ངོས་ན་བོད་ཡིག་རྐྱང་བ་བསྐོར་འདུག་ཅེ་ན་ན་མ་གཞི་གཙོ་བོ་བོད་བཙན་པོ་བཙན་པོ་གདུང་རྒྱུད་ཀྱི་ལོ་རྒྱུས་རྡུལ་མ་ལས་ཁོ་ལ་གཞོག་གི་གཉའ་ཁྲི་བཙན་པོ་ནི་མ་གི་རྫོང་དེ་དང་ཆུང་བའི་མངའ་བདག་ཁྲི་ཁྲི་རོ་ཅན་གྱི་བར་གྱི་ལོ་རྒྱུས་སུ་ཀུ་ནར་ལཱི། ལོ་རྒྱུས་ཀྱི་ནང་གི་རི་ར་ད་ཁི་གི་དོན་དག་གལ་ཆེན་གལ་ཆེན་གལ་ཆེན་གལ་ཆེན་ལས་ནི་རི་གཙོ་བོ་ལས་དྲང་གཞག་ནི་རི་ད་སྤྱི་ཆ་ནས་ཤི་ལེ་འོང་ན། བཙན་པོ་གདུང་རྒྱུད་ཀྱི་ལོ་རྒྱུས་བསྡུ་མ་ལས་ནི་འོ་ཡིག་རྐྱང་བ་གི་ལམ་ནས་ཤར་ངོས་སུ་བཀོད་གི་རྡོ་རིང་ཤར་ངོས་སུ་བཀོད་པར་ཟིན་ནི་ལཱི། འོ་དེ་དོག་དེར་དེའི་ཁྲོད་ཀྱི་ད་རྡོ་རིང་ཞིང་ངེས་ར་ལྷོ་ངེས་ལ་ཀ་ན་ཡང་འདི་གི་ཀ་ཡོག་གི་ཡི་གེ་ཡོད་ནི་རི་རྒྱལ་བོ་ཤན་འབྱེར་གྱི་ཡི་གེ་ཡོག་གི། ལྷོ་ངོས་སུ་བཀོད་པ་འདི་ཐང་རྒྱལ་རབས་ཀྱི་སྐབས་དེ་གའི་འདུམ་འགྲིག་ཆིངས་ཡིག་འཇོག་པའི་མཛད་སྒོ་ལ་ཞུགས་མཁན་གྱི་ད་ཐེངས་མི་སྣ་ཕྱོགས་འདི་རེད། དཔོན་རིགས་བཅོ་བརྒྱད་ཀྱི་མང་ཡོད། དེའི་ཁྲོད་ཀྱི་ཞང་བོད་རྡོ་རིང་ཞིང་ཡིན་ན་བོད་ཀྱི་བཙན་པོ་རྒྱལ་ཁབ་ཀྱི་བློན་པོ་སྐོར་ཅིག་གིས་ད་དུང་བློན་པོ་དེར་ར་ཆི་ཙར་ཟེར་ན་སྐབས་འདིའི་གི་མནའ་འབྲེལ་ཆང་ཡིག་འཇུག་པའི་མཛད་སྒོ་ལ་ཞུགས་མཁན་གྱི་འཐུས་མི་ཟེར་ན་རི་ལ། ཡང་ན་འཇུག་མཁན་གྱི་བློན་པོ་ཟེར་ན་ར་ཆུག་གི་དེའི་གི་བློན་པོ་སྤྱི་བདུན་གྱི་ཉིང་རྒྱལ་བོའི་ཤན་འབྱེད་ཀྱི་སྐོར་གི་ལྟ་བ་ཆེ་འདི་ན་མ་གཞི་གཙོ་བོ་བཤད་ཕྱོགས་གང་རེད་ཟེར་ན། འདིའི་གི་རྡོ་རིང་ནུབ་ངོས་ཡིག་ཡིག་དང་ཤར་ངོས་ཡིག་ཡིག་གཉིས་འདི་གཉིས་ཀ་རེད་རྡོ་རིང་ནུབ་ངོས་ཡིག་ཡིག་ན་སྐབས་ཐོག་ཏུ་དོགས་ཏེ་ས་ལ་ས་མཚམས་དང་ཆུ་ལ་ཆུ་མཚམས་ཅི་ལྟར་བྱེད། བཅད་པའི་གནས་ཚུལ་དུ་ནི་ལ། རྡོ་རིང་ཤར་ངོས་ན་བཙན་པོ་འདུག། བཙན་པོ་གདོང་བྱེད་ཀྱི་ལོ་རྒྱུས་རགས་བསྡུས་ལས་བྲིས་ཤོག་གི། ཏན་ཏའོ་ཆེས་ལོ་རྒྱུས་ཞིབ་འཇུག་ཡིན་ནི་ག་ཚོད་ནས་བརྗོད་རྒྱུ་ན། མ་གཞི་གཙོ་བོ་ཆེས་ཕྱི་འབྱུང་མཁས་པའི་དགའ་སྟོན་དང་དེ་སྔོན་དེ་མུར་ལྟ་བུ་གཙོ་བོའི་སྡེ་དང་ཆུང་དེའི་ཡན་ཆད་ལ་ད། ལོ་རྒྱུས་ཞིབ་འཇུག་བྱེད་པའི་སྐབས་སུ། དཔྱད་གཞིའི་ཡིག་ཆ་གི་ལ་དཀའ་གི།